ངའི YouTube བརྒྱུད་ལམ་སྒང་ལ་ཡང་ཐེངས་མ་དང་པོ་ཕུལ་ཡོད་ན་ཨང་ཀི་ནག་ཚོས Subscribe གནང་རོགས་གནང་ཞེས་ཞུ་ཡོད་དོ་བྱས་ན། ཨ་ནི་དེ་རིང་རེས་ལྷག་པ་ཨ་ནི་ལྷག་དཀར་གྱི་དུས་ཚོད་དེ་དང་བསྟུན་རྗེས་ངའི་ཁྱི་ནག་ཚོ་ལ་ཡང། ང་རང་ཚོའི་བོད་རྒྱལ་ཁབ་ཀྱི་ལོ་རྒྱུས་ནང་ལོགས་ལ་ཡོད་པའི་ཨ་ནི་སྐྱེས་མཆོག་དམ་པ། གི་ཆོས་དམ་པ་སྙན་གྲགས་ཅན་གཅིག་གིས་ཨ་ནི་སྐུ་ཚེའི་ལུག་རྒྱུད་ཀྱི་ནང་ལོགས་ནས་ད་རྒྱ་མཚོའི་ནང་གི་ཆུ་ཐིགས་ཙམ་གྱི་སོག་རུ་བཅུ་ཅན་གྱི་ནགས་ཚལ་ལ་ངོ་སྤྲོད་བྱེད་འོག་ཙམ་སུ་ཨ་གྱི་ནགས་ཚལ་དེ་མཉེས་པོ་ཡོང་བའི་རེ་བ་ཡོད་ལ་ཨ་གལ་སྲིད་ངས་དེའི་ནང་ལོགས་ནས་ཨ་ནི་ནོར་དང་འཁྲུལ་པ་འདི་བྱུང་ཡོད་ན་ཨ་ནི་ངས་ལ་ཡ་གྱི་ནགས་ཚལ་ལ་ཡ་གོང་བུ་མ་ཚུགས་ཅེས་ཞུ་ཡིན་ངས་དེ་རིང་གནའ་དུས་ལ་ངོ་སྤྲོད་བྱས། སྐྱེས་མཆོག་དམ་པ་དེ་ཁོང་ལ་བོད་ནང་ལོགས་ལ་མཚན་སྙན་འདེབས་འཇོག་རེད། སྙན་ངག་མཁས་ཅན། རྣལ་འབྱོར་བ། དྭགས་པོ་བཀའ་བརྒྱུད་པའི་བླ་མ་སྙན་གྲགས་ཅན་ཞེས་ཨ་འབྲེ་ལབ་སྲོལ་ཡོད་རེད། གནའ་དུས་ཁོང་སུ་ཡིན་མིན་མཁྱེན་ཟིན་ངེས་ལ། ད་ཁོང་སུ་རེད་ཟེར་ན། རྗེ་བཙུན་མི་ལ་རེད་བ། ལྟ་ཅི་རྫུན་མི་ལ་རས་པོ་ཁོང་གི་སྐུ་ཚེའི་སྟོད་ཀྱི་ལོ་རྒྱུས་བརྗོད་པའོ་འདི་ལྟ་ང་རང་ཚོ་ཡོངས་གྲགས་ཀྱི་མི་ཕལ་ཆེར་གྱི་ཤེས་གོ་རེད་དེ་ག་འདྲས་རེད་ན། ཁོང་རབ་བྱུང་དང་པོའི་ལྕགས་དྲུག་ལོ་ལ་ཡ་སྤྱི་ལོ་ཆིག་སྟོང་བརྒྱ་མེད་བཞི་བཅུ་ཐམ་པ་ལོ་ལ་ཡ་ཨ་ནི་ཡབ་ཤེས་རབ་ཡབ་མི་ལ་ཤེས་རབ་རྒྱལ་མཚན་དང་ཨ་ཡུམ་མྱང་ཚ་བཀའ་རྒྱན་གཉིས་ཀྱི་སྲས་ལ་ཡ་ཨ་ནི་ཡུལ་གུང་ཐང་སི་སི་དེ་ཡ་སྐུ་འཁྲུངས་པ་རེད། ཆུང་དུས་ཁོང་གི་མཚན་ལ་ཐོད་པ་འགའ། ད་ཁོང་གི་ཡབ་ད་ཁོང་ཐོད་པ་འགའ་ལོ་ཆུང་ཆུང་ཡིན་དུས་ནས་ཡབ་གྲོངས་པ་རེད། ཡབ་གྲོངས་དུས་ཙམ་པ་མ་གྲོངས་སྔན་ལ་ཡང་ཁོང་གི་ད་ཞལ་ཆེམས་ཞིག་བཞག་ཡོད་རེད་ཞལ་ཆེམས་དེ་ཁོང་གི་ཨ་ཁུ་དང་ཨ་ནེ་དེ་ཀའི་ལ་ཡ་ནི་ངས་སྤུ་གུ་དེ་ཆེན་པོ་མ་ཆག་པོ་འདུག་ཨ་ནང་གི་རྒྱུ་ནོར་དཔལ་འབྱོར་དེ་ཁྱོད་ཚོས་ལྟ་རྟོག་བྱེད་རོགས་ཨ་སྤུ་གུ་ནར་སོན་དུས་ཙམ་པ་ཨ་ནི་རྒྱུ་ནོར་དཔལ་འབྱོར་དེ་ཡལ་དུས་ཁོ་གཉིས་མོ་གཉིས་ལ་ཡར་ཕར་ཕུད་རོགས་ཅིག་ཅེས་ཨ་མཆི་ཞུས་པ་རེད། ཨ་ནི། ཡིན་ནའི་ལས་ད་མི་ལ་རས་པོ། ཐོད་པ་ཀ་ཟོར་བ་ཁོང་ལྟོས་ད་ཆེན་པོ་ཨོ་ཆག་ཚར་དུས་ཙམ་པ་ཨ་ནི། ཐོད་པ་ཀ་ད་ཨ་ནི་ཁོ་རང་གི་ཡུམ་ཁོ་ན་ཉིད་ཨ་ནི་ད། སྙེ་མ་ཨ་ཁུ་ཨ་ནེ་ཙཱ་ཞྭ་བའི་རྒྱུ་ནོར་དེའི་ཚུར་ལན་འགའ་འགྲོ་དུས་བརྩམས་པ་ཁོ་ཚོས་ཁ་བསྟན་ཚིལ་མ་ནས་བྱས་ནི་སྤྲད་ཡོག་མར་པ་སྤྲད་མེད་དུས་བརྩམས་པ་ཨ་ནེ་ཏཱ་ཡུམ་པས་ད་ཐུ་བམ་བྱུང་རྗེས་ཨ་ནེ་ཁོང་ཁྲོ་ཟ་འདི་བྱས་རྗེས་ད་མལ་རེད་པ་ལ་ཡ་ཨ་ནེ་ཐུ་བྱ་འགའ་བཏང་བམ་རེད་ཐུ་བྱ་བྱ་འགའ་བཏང་དུས་བརྩམས་པ་ཨ་མལ་རེད་པ་ཐུ་བྱ་འགའ་བྱིན་ཨ་ནེ་ཐུ་བྱ་ཨ་ནེ་ཚུར་ཡོང་རྗེས་ད་ཐུ་རྒྱབ་རེད་ཐུ་རྒྱབ་དུས་བརྩམས་པ་ད། གོས་ལེན་བློ་གསལ་མི་འབྱོར་པའོ་འདི་སྐད་ཙམ་མ་ཟེར་ད་མི། གཞན་པའི་གྲོང་ད་གྲོང་པའི་ནང་ལོག་ནས་མི་ད་ཨ་ནི་ད་སོགས་ཡོད་པའི་སེམས་ཅན་ད་ཨ་འདྲེ་མང་པོ་སྤེལ་ཡ་ད་ཤི་རྨས་བྱུང་ཨ་འདྲེ་བྱས་ཨ་འདྲེ་བྱུང་བུ་རེད་ཨ་འདྲེ་བྱུང་དུས་ཙམ་པ་ད་ཁོང་གི་འདི་སྐད་ཟེར་ཅིག་ཨ་ཙི་ད་ངས་ནོར་འཁྲུལ་ཤོར་བཞག་དགོངས་ཅིག་ད་ཁོང་གི་སྡིག་བཤགས་གནང་ཡག་གི་ཆེད་དུ་ལ་ཡ་ཨ་ཁོང་ཆོས་ཀྱང་དགའ། ཆོས་བྱང་ཁ་ཐེབས་རེད་ཆོས་བྱང་ཁ་ཐེ་དུས་ཙམ་པ་ཨ་དེ་དུས་ཙམ་པ་རབ་བྱུང་དང་པོའི་ས་ད་ལོ་ཨ་སྤྱི་ལོ་ཆིག་སྟོང་བརྒྱ་མེད་བདུན་ཅུ་དོན་བརྒྱད་ལོ་ལ་ཡ་ཨ་ནི་ཁོང་ཆོས་བྱང་ཁ་ཕེབས་རེད་ཨ་དེ་དུས་ཙམ་པ་ཁོང་སུའི་རྩ་ལ་ཡ་ཆོས་བྱང་ཁ་ཕེབས་རེད་ཟེར་ན་ཨ་ལྷོ་བྲང་ལ་ཡ་བཞུགས་པའི་ཨ་ནི་མར་པ་ལོ་ཙཱ་བ་ཆོས་ཀྱི་བློ་གྲོས། ཁོང་ཙལ་ཕེབས་རེད་ཨ་ཁོང་ཇའི་ཁ་དུ་དུས་ཙམ་པ་ད་ཁོང་གི་དང་པོ་མི་ལ་རེད་པ་ཁས་ལེན་གནང་ཡོད་མ་རེད་ཡིན་ནའི་ལས་ད་རབ་ཏུ་རིང་པོ་བརྒྱུད་རྗེས་དཀའ་ལས་བརྒྱབ་རྗེས་ད་ཞུ་བོ་ཁོང་གི་ཁས་ལེན་བྱུང་རེད་ད་ཁོང་གི་ཕྲུག་ལ་ཡང་ཉར་གནང་རེད་ཉར་གནང་རྗེས་ཨ་ནི་ཁོང་གི་མར་པོ་ལོ་ཙཱ་བའི་རྩ་ནས་ད་ཆོས་ལོ་དྲུག་ད་ཨ་ནི་ཟླ་བ་བརྒྱད་རིང་ག་ལ་ཨ་ནི་ལོ་དྲུག་ད་ད་བ་བགེགས་རིང་ག་ལ་ཡ་ཨ་ནི་ཁོང་གེ་ད་ཆོས་ཅག་ཨ་འདི་གི་བཞུགས་སྒོ་དེ་ཁོང་དགུང་ལོ་བཞི་བཅུ་ཞེ་ལྔ་བཞི་བཞེ་ལྔ་ཕེག་དུས་ཙམ་པ་ཨ་ནི་དགེ་རྒན་ཆེན་མོའི་ད་ག་ནང་བཞིན་ཨ་ཁོང་གེ་སྡིག་བཤགས་གནང་ཡག་གི་ཆེད་དུ་ལ་ཡ་ཨ་ནི་དགེ་གྲོང་ད་ཨ་ནི་གཉའ་ནང་ཁུལ་ལ་ཡ་སྒྲུབ་བསྐྱོན་པོ་རེད་ལོ་དགུའི་རིང་ག་ལ་ཡ་ཨ་ནི་འོ་འདི་ངས་ལ་ཡ་དོན་དུ་ཁོང་གེ་ད་སང་ཁང་དགུ་རྡོ་རྩིག་རྣམས་ར་བ་ད་ས་དོད་པོ་གཅིག་གཅིག་བཅས་ཚོ་ཚོད་བརྒྱད་པའི་གང་ལ་ཡ་ཁིས་བྱེད་ད།

ཏང་གི་ཀྲུའུ་ཏི་སུ་རེད་ཟེར་ན། རས་ཆུང་བ་དང། རས་ཆུང་བ་དོ་ཤི་དྲག་པོ་དང། ཅི་དེ། དྭགས་པོ་ལྷ་ཆེ་བ། དྭགས་པོ་ལྷ་ཆེ་བ་ཁོ་ན་ཉིད་རེད། དེ་འདྲའི་ཞིག་ད་ངས་ད་རིང་ཁྱེད་རང་ཚོ་ལ་ཡང་གཙོ་བོ་ཞལ་བརྗོད་པ་འོ་དེ། ད། མི་ལ་རས་པོ་ཁོང་དགུང་ལོ་གྱ་བཅུ་གྱ་བཞི། ཨ་ནེ་སྤྱི་ལོ་ཆིག་སྟོང་བརྒྱ་དང་ཉི་ཤུ་རྩ་གསུམ་ལོ་ལ་ཡང་གོང་བུ་ཆོས་དབྱིངས་ལ་ཡང་ཐིམ་པ་རེད། ཨ་མ་ཐིམ་གོང་ལ་ཡང་ཁོང་གིས་རྟ་རྒྱུག་དྲུག་དེ་གའི་ལ་ཡང་ཨ་ནེ་ཞལ་ཆེམས་བཞག་གནང་ཡོད་རེད། ད་ངས་ཞལ་ཆེམས་བཞག་མགྱོགས་དེའི་ནང་ལོགས་ནས་རྟ་ཞལ་ཆེམས་མཐུན་དུས་གཅིག་གི་ནང་ཚོ་ལས་ཞུགས་འོག་བསམ་སོ། དེ་ག་རེ་ཟེར་ན་རྟ་ཁོང་གིས་ཨ་ནེ་རས་ཆུང་བ་རྡོ་རྗེ་གྲགས་པ་ལ་ཡང་རྟ་ཨ་འདེ་གསུངས་པ་རེད། ཁུ་བའི་རྒྱ་མཚོ་གཏིང་མཐའ་མེད་དེའི་ནང་ལོགས་ལ་ཡང་ད་སོ་སོའི་སེམས་ལ་ཡང་ཉོན་མོངས་དང་མ་རིག་པའི་དབང་གིས་ཨ་ནི་གནས་སྐབས་ཀྱི་ལུས་རྟེན་གྱི་ཕུང་པོ་འབྱོར་པའོ་དེ་ཡང་ད་ང་དང་ཨ་ནི་ངའི་ཟེར་བྱའི་དགའ་ཞེན་ཆེ་ཨ་ཁོ་དང་ཨ་ནི་གཞན་གྱི་ཟེར་བྱའི་ཨ་ནི་དང་པོ་བྱས་ཨ་འདི་གི་རྐན་པའི་ལྟ་ཉན་མི་མང་པོ་ཞིག་ས་གོ་རེད། ཨ་འདི་མ་ཟད་ལྟ་སོ་སོའི་འཚོ་བ་དང་ལྟོ་གོས་གནས་སྐབས་ཀྱི་བདེ་བ་ཆུང་ཆུང་དེ་འདྲས་ལས་ཨ་ནི་ཞེན་ཆགས་སྐྱེས་རྗེས་ཞེན་ཆགས་སྐྱེས་རྗེས་ཨ་ནི་བླང་དོར་གྱི་བླང་དོར་ལ་ཡང་རྨོངས་རྗེས་ལྟ་ལས་ག་རེ་ཡིན་ནའི་ལས་ཕྱིན་ཅི་ལོག་འགྲོ་གོ་རེད། ཨ་ནི་དངོས་གནས་ཕྱིན་ཅི་ལོག་འགྲོ་དུས་ཙམ་པ་ལྟ་སོ་སོའི་ལན་ཡང་ག་རེ་ཡིན་པ་ཧ་མ་གོ་བྱེད་དོར་ཡང་ག་རེ་ཡིན་པའི་ཧ་མ་གོ་བྱེད། ད་བྱེད་སྟངས་ལོག། བྱེད་སྟངས་ད་ལས་ཀ་བྱེད་ཡག་དེ་བྱེད་སྟངས་ལོག་འགྲོ་དུས་ཙམ་པ་ཨེ་སོ་སོ་ཡོང་ཡག། ད་གར་སོ་རེད་རྒྱུ། ད་སྡུག་བསྔལ་གྱི་རྒྱུ་བྱེད་ཐབས་ཚང་ན་ཨ་འབྲས་བུ་དེ་བདེ་བ་ཡོང་མར་པའོ་དེ་ནང་བཞིན་ཨ་བླང་དོར་ཕྱིན་ཅི་ལོག་ཚར་དུས་ཙམ་པ་ཨ་ནི། ཁྱེད་རང་ལ་ཡང་ནི་དེ་བས་ཚབ་ལ་ཡང་སྡུག་བསྔལ་ཡོང་གོ་རེད། ཨ་ནི་སོ་སོའི་དོད་པོ་ནང་བཞིན་ད་དོད་པོ་ཕུན་སུམ་ཚོགས་པོ་དེ་ནང་བཞིན་ཅིག་ད་ཡོང་གོ་མ་རེད། བྱས་ཙང་ཨ་ནི་འཇིག་རྟེན་འདིའི་སྒང་ལ་ཡོད་པའི་བྱ་བ་ཐམས་ཅད་ལ་ཡང་ཞེན་ཆགས་མ་བྱེད་ཨ། འཇིག་རྟེན་ལ་ཡོད་པའི་བྱ་བ་ཐམས་ཅད་ནི་བྲིས།

ཨ་ནི། ད་ང་ཚོ་ད་གར་སོང་རེད་ངས་ཀྱི་འདི་དང་འབྲེལ་བ་མེད་ཟེར་བྱས་རྗེས་ཨ་ཁྱེད་རང་ཚོ་ལ་ཡ། ཐུགས་ལྷོད་པོ་ཡོང་ཡ་བྱེད་དུ་ལ་ཡ་ཡང་སྦྲུམ་ཞན་པས་དུས་འདུལ་ཅིག་ཞུ། འདི་ག་རེད་ཟེར་ན། ང་རང་ཚོ་བོད་ནང་ལོ་ལ་ཡ། ད་བུད་མེད་ཀྱི་ཆུ་ལེན་ཁ་འགྲོ་རུ་པ་ཆུ་ལེན་ཁ་འགྲོ་དུས་ཙམ་པ་ཨ་ཆུ་གསུམ་གྱི་ཐག་པ་འདི་ཁྲག་པའི་སྒང་ལ་བརྒྱབ་ཡ་ད། ད་རྒྱ་གར་ནང་ལོག་ལ་ཡ་ཡིན་ན་ང་ཚོ་ད་ལྟ་རྒྱ་གར་བསྡད་འདུག་བ་པ་རྒྱ་གར་ནང་ལོག་ལ་ཡ་མི་དེ་ཡས་ཀྱི་ཆུ་ཁྱི་ག་རེ་ཁྱི་བི་ནས་ལས་སྒོའི་སྒང་ལ་བཞག་ཡ་ད་ཐག་པོ་དེ་པད་གོག་ག་རེ་འདང་ཡ་ཨ་འདེ་གི་ལུགས་སྲོལ་ཞིག་འདུག་བ་ཨ་འདེ་ཡིན་དུས་ཙམ་པ་ད་ང་རང་ཚོས་ཀྱི་ཕྲག་པའི་སྒང་ལ་བཞག་ཡ་གི་ལུགས་སྲོལ་དེ་ག་འདྲས་ཟེ་དར་བེས་ཡ་འབྱོར་པ་འོ་དེ་གཅིག་བཞེས་གཉིས་གྲོགས་འོ་དེ་ད་ཨ་ཁུ་སྟོན་པའི་སྒྲོམ་རེད་ཨ་ནི་ཉིན་གཅིག་ཨ་ཁུ་སྟོན་པ་ཕྱི་ལོགས་ལ་ཡ་ཐའི་དའི་དུས་ཙམ་པ་ཆུ་ཡོད་ས་ཅིག་ལ་ཡ་གོང་གི་ད་བོད་མི་བོད་པའི་བུད་མེད་ཁ་ཤས་ཤིག་ད་ཆུ་ལེན་ཆུ་ལེན་ག་ཡོང་ཡོང་གི་ཡོད་པ་ཟིག་རེད་ཨ་བོད་མི་དེ་ཡས་ཀྱི་ལུས་ལ་ཡ་དུག་ལོག་ཡ་འོ་གོན་ཨ་རྒན་ཆེ་དེ་ཡས་ད་ཆི་ཆི་ཨ་ཆུ་གསུམ་ཆུ་གསུམ་རྫ་མའི་ནང་ལོགས་ལིང་གིར་བ་འོ་དེ་དུས་ཙམ་པ་ཨ་རྫ་མའི་ནང་ལོགས་ཆུ་ལེན་རྗེས་ཨ་ནི་དྭགས་པོ་དེ་ཚང་མ་པད་གོག་གང་བདམས་རྗེས་ཡོང་བསྡད་ཡོད་རེད། དག་པ་དེ་ཚང་མ་པད་གོག་གང་བསྡམས་རྗེས་ཡོང་བསྡད་པ་མཐོང་བ་རེད། མཐོང་དུས་ཙམ་པོ་ད་བུ་མོ་དེ་གའི་ཚུར་སླེབས་དུས་ཙམ་པོ་བུ་མོ་དེ་གའི་ད་ཨ་ཁུ་སྟོན་པའི་གཟུགས་པོའི་གང་ལ་ཡང་གོ་ལོ་རེ་མགྱོགས་རེ་ཅིག་གོན། ཨ་སྐྱོ་མདོག་ཁ་བོ་རེ་ཞིག་ཡོད་ཙང་ཨ་བུ་མོ་དེ་གའི་ཨ་ཁུ་སྟོན་པོ་ལ་ཡང་ཆ་ལེ་རྒྱབ་རེ་ཆ་ལེ་རྒྱབ་ཅིག་གས་མི་ཤོག་ཨ་ཅེས་འདི་བྱས། ཨ་ཨ་ཁུ་སྟོན་པོ་ལ་ཡང་ཨ་ནི་བུ་མོ་དེ་གའི་ཨ་འདྲེ་ལབ་ད། ཨ་ཁུ་སྟོན་པ་ཨ་ཁུ་སྟོན་པ་མི་གཞན་པའི་གས་ཨ་ནི་ལབ་ཡག་ལ་བྱས་ན་རང་མི་ལ་ཡང་མགོ་སྐོར་བཏང་ཡག་ལས་ཁེབས་ཞུ་ཡག་རེད་ཟེར་བྱས་ཙང་དེ་རིང་རང་གིས་ང་ཚོར་ཡང་མགོ་སྐོར་ཞིག་བཏང་གདའ་ཟེར་ལབ་རེད། ཨ་འདྲེ་ལབ་དུས་ཙམ་པ་ཨ་ནི་ཨ་ཁུ་སྟོན་པས། ང་ད་རིང་ང་ད་རིང་ཁྱོད་ཚོར་ཡང་མགོ་སྐོར་བཏང་ཡག་གི་དུས་ཚོད་ཞིག་ད་ག་བར་ཡོད་རེད། རྣམས་ལ་ཡང་མི་ཤོབ་ཐུང་ངུ་མི་འདུག་བས་ང་ཁྱོད་ཚོ་གོ་གོ་ལྟ་དུས་ཚོད་ཟད་མེད་ལབ། ཨ་འདྲེ་ལབ་དུས་བསམ་པ་བུམ་དེ་ཡང་དངོས་གནས་རེད་བསམ་རྗེས་ད་གོ་ཡག་སྐྱག་ཅིག་གནམ་ལ་བཏེགས་པ་དང་གནམ་ལྟ་དུས་བསམ་པ་ཨ་ནི་ཐག་པ་བེ་གོ་གང་ནས་དྲི་དག་ཤོར་རྗེས་ཨ་ནི་རྫ་མ་ས་ལ་བརྡབས་རྗེས་ཨ་ནི་རྫ་མ་ཆག་ཨ་ནི་ཆུ་ཚང་བོས་ཨ་འདྲེ་བྱས། བྱས་ཙང་ཨ་ནི་དུས་དེ་ནས་བཟུང་དབོན་བོད་ལ་ཡང་ཆུ་འཁྱིལ་དུས་བསམ་པ་བེ་གོ་གང་ལ་མ་འཁྱིལ་བྱས་ཨ་ནི་བྲག་བེ་གང་ལ་འཁྱིལ་ཡག་གི་ལུགས་སྲོལ་དེ་བྱུང་བ་རེད་བསམ། ད་དེ་དངོས་གནས་ཡིན་མིན་ངས་ཧ་གོ་མི་སྲིད་ཡིན་ནའི་ལས་དེ་གྲུབ་འདིའི་ནང་ལོགས་ལ་ཡང་འབྲེལ་འདུག་ཨ་ཁྱི་ནག་གཉིས་པོ་བྱུང་ཡོད་པའི་རེ་བ་ཡོད། ཨ་གྱི་སྲིད་ཁྱི་ནག་ཏུ། ངས་ད་ནི་ཤེས་མགྱོགས་ཀྱི་ད་སྦྲུམ་སི་ནས་འདྲ་ལུག་ཁྱུ་སི་ནས་འདྲ་དེ་ག་ལས་གཉིས་པོ་བྱུང་ཡོད་ན་ཨ་ནི་ཁྱི་ནག་ཚོས་ཁ་བརྡ་ཞིག་གནང་རོགས་གནང་ཨ་ནི Subscribe གནང་ཡ་དེ་མ་ཉེས་གནང་རོགས་གྱིས་ཨ་ནི་དེ་རིང་ད་ཧ་སམ་ཞིག་ཡིན་ཨ་ང་ནག་ཚོ་ཇི་མ་ཇི་ཡོང།